ཁུངས་ལུང་ཡོད་བ་རེད་པས་བཀའ་རྒྱ་གཅིག་བྱས་པ་ཡིན་ན། དེ་ལ་ཁུངས་ག་རེ་ཡོད་རེད་ལབ་པ་དེ་ལ་ཁུངས་ལུང་ག་རེ་ཡོད་རེད། དེ་འདྲ་ཡང་བེད་སྤྱོད་བཏང་ན་འགྲིག་གི་རེད། དེ་ནས་གཞན་པ་དཔེར་ན་ལུང་པ། བོད་ཀྱི་ལུང་པ། རྒྱ་གར་ལུང་པ་ཟེར་ཡང་འདྲའོ་དེ་འདྲའི་གི་ལུང་དེ་ལ་ཡང་འདི་བེད་སྤྱོད་བཏང་ཆོག་གི་རེད་སྤྱིར་བཏང་འདིའི་སྐབས་སུ། སྐབས་སུ་ཨེ་ནི་ལུང་དེ། ཨེ་ནི་སངས་རྒྱས་ཀྱི་བཀའ། དེ་རེད།

རླུང་གིས་བསྟན་པ་ལ་རྩ་བའི་ཆ་ནས་ལབ་ཀྱི་ཡོད་པ་རེད་རྩ་བའི་ཆ་ནས་སངས་རྒྱས་རང་གིས་གསུངས་པ་གཅིག་དང། དེའི་རྗེས་སུ་བྱོན་པའི་མཁས་པ་རྣམས་ཀྱིས་གསུངས་པ་གཅིག་རིགས་གཉིས་ཡོད་པ་རེད་ལབ་པ་རེད་རེད་བ། དེ་གི་གོ་བ་འདྲ་བོ་གཅིག་ཡོད་ད་འདི་ལ་རྣམ་པ་བཅུས་ཟེར་རེད་བ་རྣམ་པ་བཅུས་འདི་སྐབས་ལ་ཁྱད་ཆོས་བཅུས་སངས་རྒྱས་ཀྱི་གསུང་ལ་ཁྱད་ཆོས་བཅུ་ཡོད་པ་རེད་ཁྱད་ཆོས་བཅུ་དེ་ང་ཚོ་འདི་ལ་ལབ་ན་མང་དྲགས་ས་རེད་ཨ་ནི་ང་ཚོ

རྒྱུ་མཚན་གཅིག་གི་སྒོ་ནས་ལེགས་པར་གསུངས་པ་རེད། འོ་དེ་འདྲ་གཅིག་ལབ་དགོས་ཡོད་པ་རེད། ད་ནི་སྟོན་ཏེ་ལེགས་པར་གསུངས་ཟེར་ལ་འདུ་བ་ཡང་དག་པར་གསུངས་བ་སྐྱོན་མེད་པར་གསུངས་བ། འོ་དེ་འདྲ་གཅིག་རེད་ལེགས་པར་གསུངས་པ་ཟེར་ན་དཀའ་ཟེར་ལ་འདུ་བ། ཨ་ནི། སྤྱིར་བཏང་རང་ཉིད་ཀྱི་སློབ་དཔོན་རང་ཉིད་ཀྱི་བླ་མ་རང་ཉིད་ཀྱི་དགེ་བླ་དང་ཨ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ག་འདྲི་ཅི་ཡིན་ན་དེ་ཚོ་གསུངས་ལ་བཀའ་ཟེར་ལབ་ཆོག་གི་རེད་ཨ་ནི་རྒྱལ་པོ་ལུང་པ་གི་རྒྱལ་པོ་དང་དཔོན་པོ་དེ་འདྲས་ཀྱི་ཨ་ནི་ཡིག་ཆ་དང་དེ་འདྲ་གི་བཀའ་ཆ་ལ་ཡང་བཀའ་ཟེར་ལབ་ཆོག་གི་རེད་ཡིན་ན་ཡང་བཀའ་དང Thank you ཟེར་ལབ་འདུག་གང་ལ་སངས་རྒྱས་ཀྱི་གསུང་ཁོ་ན་ལ་གོ་གི་རེད་དེ་ནི་དགོངས་འགྲེལ་ཟེར་ལབ་འདུག་བ། འདིའི་སྐབས་ཀྱི་དགུང་ལ་བས་འདི་སངས་རྒྱས་ཀྱི་ཐུགས་དགུང། རེད་བ། སངས་རྒྱས་ཀྱི་ཐུགས་དགུང་སངས་རྒྱས་ཀྱི་ཐུགས་ལ་ག་རེ་བསམ་ཡོད་པ་སངས་རྒྱས་ཀྱི་ཐུགས་ལ་ག་རེ་དགུང་ཡོད་པ། སངས་རྒྱས་ཀྱི་ཐུགས་ལ་ག་རེ་བསམ་ཡོད་པ་དང་སངས་རྒྱས་ཀྱི་ཐུགས་ལ་ག་རེ་དགུང་ཡོད་པ་ཟེར་ན་དོན་དག་གཅིག་པ་རེད། སངས་རྒྱས་ཀྱི་བསམ་བློ་ལ་འགྲེལ་བཤད་བརྒྱབ་པ། དེ་ལ་དགོངས་འགྲེལ་བརྩི་ལབ་ཀྱི་ཡོད་པ་རེད། དོན་དག་རྟོགས་དོ་སངས་རྒྱས་ཀྱི་གསུང་གི་འགྲེལ་བཤད་དེ་ཚོ་སངས་རྒྱས་ཀྱི་བཀའ་གི་དགོངས་འགྲེལ་རེད། བསྟན་བཅོས། སྤྱིར་བཏང་བསྟན་བཅོས་ལབ་ན་ཨེ་ནས། རྩོམ་ཡིག་རྩོམ་ཡིག་ལ་བསྟན་བཅོས་ཟེར་ལབ་ཆོག་གི་རེད། རྩོམ་ཡིག་ཚང་མ་ལ་བསྟན་བཅོས་ཟེར་ལབ་ན་འགྲིག་གི་རེད། ཡིན་ནའང་སྐབས་འདིའི་བསྟན་བཅོས་ལབ་པ་འདི་ནང་པ་སངས་རྒྱས་པའི་གཞུང་ལུགས་ཀྱི་དབང་དུ་བྱས་ནས་བཤད་པ་རེད་དེ་ལ་ག་དུས་ཀྱི་དགོས་པ་རེད་ལབ་ན།

དེ་ནི་ལྷག་པ་གསུམ་རེད་བརྗོད་བྱའི་སངས་རྒྱས་ཀྱི་བསྟན་པ་ལ་སངས་རྒྱས་ཀྱི་ལུང་གི་བསྟན་པ་ལ་བརྗོད་བྱའི་བརྗོད་བྱའི་དབང་དུ་བྱས་པ་ཡིན་ན་ཨ་ནི་ལྷག་པ་གསུམ་བརྗོད་པའི་སྡེ་སྣོད་གསུམ་ཡོད་པ་རེད་ཟེར་ལབ་པར་བ་ལྷག་པ་གསུམ་དེ་ག་རེ་རེད་ལབ་ན་ཚུལ་ཁྲིམས་ཀྱི་ལྷག་པ། ཏིང་ངེ་འཛིན་གྱི་ལྷག་པ་ཤེས་རབ་ཀྱི་ལྷག་པའོ་དེ་གསུམ་རེད་དེ་གསུམ་བརྗོད་བྱ་བྱས་པའི་ལུང་དེ་ལ་ཨ་ནི་སྡེ་སྣོད་གསུམ་རྩི་ལག་རེད། ལྷ་པ་གསུམ་རྒྱུད་ཟེར་བ་འདི་སྐབས་ཀྱི་ལྷ་པ་གསུམ་རྒྱུད་ཟེར་བ་འདི་ལྷ་པ་གསུམ་བསྟེན། ལྷ་པ་གསུམ་ཤེས་ཟེར་བ་འོ་དེ་འདྲ་གི་དོན་དག་ཅིག་རེད་ཤ་ཚིག་རེད། འདི་སྐབས་ཀྱི་ངག་དང་ཚིག་གཉིས་དོན་དག་གཅིག་པ་རེད་དྲི་མ་མེད་ཟེར་སླ་བར་འོ། ངག་ཚིག་སྐྱོན་མེད་པ། ངག་ཚིག་སྐྱོན་མེད་པ་དྲི་མ་མེད་ཟེར་བ་འདི་ལ་དྲི་མ་མེད་སྟངས་མང་པོ་ཞིག་ཡོད་པ་རེད་ཡིན་ན་ཡང། མདོར་བསྡུས་པ་ཡིན་ན་ནི་ཉོན་མོངས་རྟུལ་སེམས་ཀྱི་ལྷད་པ་མ་ཞིག་པའི་ངག་ཅིག་ལ་ནི་ངག་ཚིག་དྲི་མ་མེད་པ་ལབ་ཆོག་གི་རེད། ད་ནི་ཚད་མ་གསུམ་ལྡན། ཚད་མ་ཚད་མ་གསུམ་ལྡན་ལབ་ན་མངོན་སུམ་ཚད་མ་རྗེས་དཔག་ཚད་མ་རླུང་ཚད་མ་སྟེ་གསུམ་གྱིས་གནོད་པ་མེད་པ། ཨོ་དེ་འདྲ་ཅིག་ལ་ཚད་མ་གསུམ་བདེན་ཞེས་ལབ་ཀི་ཡོད་པ་རེད། ཐོག་མཐའ་བར། ཐོག་མར་དགེ་བ་པར་དུ་དགེ་བ་ཐ་མར་དགེ་བ་ཟེར་དེར། ཐོག་མཐའ་བར་གསུམ་དུ་དགེ་བ་ལབ་སྟེ། ནས། ཐོག་མ། རླུང་གི་རླུང་གི་དམ་པ་ལ་སློབ་སྦྱོང་བྱེད་མཁན་དང་རླུང་གི་དམ་པ་ལ་ཉམས་ལེན་བྱེད་མཁན་ཅིག་ཡིན་ན། ཐོག་མ་དང་པར་དང་ཐ་མ་གསུམ་ཆ་ལ། ཨ་ནི། བདེ་བ་སྐྱིད་པ། ཨང། དེ་འདྲ་ཅིག་མ་གཏོགས་མི་སྐྱིད་པ་དང་མི་བདེ་བ་དེ་འདྲ་ཅིག་མེད་པ་རེད། དེ་འདྲ་ཡིན་ཙང་ཐོག་མཐའ་བར་གསུམ་དུ་དགེ་བ་ཟེར་ད་དེ་འདྲ་རེད། མདོར་བསྡུ་ན་དེ་འདྲ་ཅིག་རེད་ད། དེ་ནི་དགེ་བ་ཟེར་ལབ་འདུག་སྤྱིར་བཏང་དགེ་བ་ཟེར་ན་སྡིག་པའི་ལྡོག་ཕྱོགས་དགེ་བ་དེ་རེད། འདིའི་སྐབས་ཀྱི་དགེ་བ་དེ་ག་རེ་རེད་ལབ་ན་བདེ་བ། སྐྱིད་པ། བཀྲ་ཤིས་བ། ཨང། དེ་འདྲ་གི་དོན་དག་ལ་འཇུག་གི་རེད། བདག་རྐྱེན་ལབ་ཡ་འདི་ག་རེ་རེད་ལབ་ན་སྤྱིར་བཏང་ང་ཚོ། ཨ་ནི་རྐྱེན་ལ་བས་དེ་ལ་དམིགས་རྐྱེན་བདག་རྐྱེན་དེ་མ་ཐག་རྐྱེན་ཟེར་ནས་རྐྱེན་མང་པོ་ཅིག་ཡོད་པ་རེད་བ། འདིའི་སྐབས་ཀྱི་བདག་རྐྱེན་ལ་བས་འདི་རྒྱུ་ཡི་གཙོ་བོ་ད་དེ་འདྲ་གི་གོ་བ་ཅིག་ལས་ནི་འགྲིག་གི་རེད་ཡོང་ས་གཙོ་བོ་འབྱུང་ཁུངས་གཙོ་བོ་འོ་དེ་འདྲ་གི་གོ་བ་ཅིག་ལས་ནི་འགྲིག་གི་རེད། རླུང་གིས་བསྟན་པ་ལ་བདག་རྐྱེན་འབྱུང་ཁུངས་གཙོ་བོའི་ཆ་ནས་ག་ཚོད་ཡོད་པ་རེད་ལབ་ན་ཤ་ནས་གསུངས་པའི་ཀ་སངས་རྒྱས་རང་གིས་དངོས་སུ་གསུངས་བ་དེ་ལ་ཤ་ནས་གསུངས་པའི་ཀ། དེ་ནི་ཕྱིན་ཅི་ལོག་པའི་བཀའ། ཕྱིན་ཅི་ལོག་པའི་བཀའ་དེ་ལ་སྐུ་ཡི་ཕྱིན་ཅི་ལོག་པ་གསུང་གི་ཕྱིན་ཅི་ལོག་པ་ཐུགས་ཏིང་ངེ་འཛིན་གྱི་ཕྱིན་ཅི་ལོག་པ་བཅས་ཕྱིན་ཅི་ལོག་པའི་བཀའ་དེ་ལ་ཡང་གསུམ་ཡོད་པ་རེད། རྗེས་སུ་གནང་བའི་བཀའ། རྗེས་སུ་གནང་བའི་བཀའ་ལབ་ན་དེ་འདྲ་བྱས་ནས་བཤད་ཆོག་ཆོག་གི་རེད། དཔེར་ན་བཀའ་འགྱུར་གྱི་ནང་ལོགས་ལ། འདི་སྐད་བདག་གིས་ཐུབ་པ་དུ་གཅིག་ན་ཟེར་བ་དེ་དཔེ་མང་པོ་ཅིག་འདུག་བ། ཨོ་དེ་ཚོ་སངས་རྒྱས་ཞལ་ཞུགས་པའི་དུས་སུ་ཁོང་གིས་དགེ་ཕྲུག་རྣམས་ལ་མ་འོངས་པ་ན་ཁྱེད་རང་ཚོ་ཆོས་གསུངས་པའི་སྐབས་སུ་སྐབས་དེ་ལ་སངས་རྒྱས་ཀྱིས་འདི་འདྲས་འདི་འདྲས་གསུངས་སོང་ཟེར་ནས་ནི་ཁྱེད་རང་ཚོས་ལབ་ཆོག་གི་རེད་ཟེར་བ། རྗེས་སུ་གནང་པའི་བཀའ་ལ་ག་དེ་དེ་འདྲ་ཅིག་རེད། འོ་ལགས་སོ་ཨེ་ནི་ད་དེ་རིང་གི་ང་ཚོའི་སློབ་ཚན་ད་འདི་འདྲ་ཅིག་ནས་མཚམས་བཞག་རྒྱུ་ཆེ་ཨ་ནི་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།